ནང་པ་དང་ཡིན་པ་ལ་དང་འགྲེལ་བཤད་རྒྱབ་དགོས་ཨ་ཁེ་མེད་ནང་པ་དང་ཡིན་པ་རེད་ཟེར། ད་ཡིན་པའི་ནང་པ་དང་ཡིན་རྒྱུ་བྱ་ཅི་ད་དེ་དང་ཡིན་རྒྱུ་བྱ་ཅི། ད་ཁྱོད་རང་རྒྱུ་མཚན་མང་པོ་ཞུ་བཤད་ཡོད་ཙང། ཨེ་དེ་དེ་ཡིན་རྒྱུ་རེད་ཅེ་ད་རྒྱུ་མཚན་དེ་ཡང་རང་སྟེང་ནས་མ་རེད་ད་གཞན་སྟེང་ནས་འགྲེལ་བཤད་རྒྱག་ཆོག་ད། ཡིན་ན་ཡང་ད་ཁྱོད་རང་འགག་རྩ་དེ་ལས་ཨེ་ནས་པས་ཁྱོད་རང་མི་བཟང་པོ་ཅིག་ཡིན་པས་ཟེར་ན། ཨ་རེ། མི་བཟང་པོ་དེ། ག་དེར་ཅིག་ན། ཟར་བྱེད་ད་ཀི་ཅིག་ཆགས་ཡོང་འདུག་བ། ནང་པ་ཡིན་པ་དེ་ཐག་ཆོད་ཟར་བྱེད། ཡིན་ནའི་མི་བཟང་པོ་ཡིན་པ་དེ་ཐག་ཆོད་མ་ད། ད་དེ། ཞབས་འདྲེན་བེད་ཞུ་བྱེད་ད་དེ།

འཕྲོས་པ་ག་རེ་བྱང། བྱས་ཙང་ཡིན་གཅིག་མིན་གཅིག་དང་པོ་ངས་ལ་ཡ། སོ་སོ། མི་གཅིག་ཡིན་པས་ཡིན་དུས་སང་ནས། མི་དེ་ག་རེ་གཅིག་རེད་དོ། རྒྱུ་བྱས་རེད་མ་སོང་ནས། མི་གཅིག་རེད་པ་ག་རེ་གཅིག་རེད་དོ། ཨེ་ནི། ག་རེ་གཅིག་རེད་དོ་དེ་བསམ་བཏང་གོ་རོགས། དཔེར་ན་གསེར་གྱི་བུམ་པ་གཅིག་བརྡུང་གོ་ན་ངས་ལ། བརྡུང་བྱེད་བརྡུང་ཡག་གི་རྒྱུ་བྱས་གསེར་དེ་གསེར་དྭངས་མ་གཅིག་རེད་འདུག་དང་མི་འདུག་བརྟག་དཔྱད་བྱས་ནས་ཨེ་ནི་དཔེ་གསེར་གྱི་བུམ་པ་གཅིག་བརྡུང་ན་ཡག་པོ་ཡོང་བ་རེད་མ་གཏོགས།

དེ་ཡང་པའི། རྗེ་བཙུན་མི་ལ་རས་པས་གསུངས་པ་ནང་བཞིན། དེ་ཡང་པའི་ལོག་ལྟ་རེད། བྱས་ཙང་དེའི་རྒྱུ་མཚན་ལ་བརྟེན་ནས། ང་ཚོ་ཞིག་ཚང་མ་ལ་ཞིག་གཞི་རྩའི་ཆ་ནས་མི་བཟང་པོ་རེ་བ་ཆགས་ཅིག། མི་བཟང་པ་བཟང་པོ། མི་འཇིགས་འཇིགས་ཏི་ཟི་ག་ཧྲུལ། ཁོང་ཁྲོ་མེད་པ། ཁོང་ཁྲོ་ད་རྩ་བ་ཉིད་མེད་པ་ད་ག་ལ་ག་པར་རོ། ཡིན་ནས་ཅིག་ཁོང་ཁྲོ། ཁོང་ཁྲོ་ག་ཧྲུལ་ད་ཅིག་ཏི་ཟི་ཉམ་ཆུང་བ་རེ་བ་ཅིག་ཕྲག་དོག་ཆུང་བ།

ནང་པ་སངས་རྒྱས་པའི་ཆེད་ཀྱི་མིང་ཡོད་པ་ཙམ་ཞིག་ག་རང་ཧ་ལས་གལ་མི་འདུག་ཡང། ག་རེ་ཟེར་ན་ནང་པ་སངས་རྒྱས་པའི་ཡིན་ཟེར་མིང་བཏགས་བཞག་པ་ཙམ་ཞིག་གིས་ང་ཚོ་འགྱུར་བ་འགྲོ་གི་མ་རེད་བ། འགྱུར་བ་འགྲོ་དང་མི་འགྲོ་ཟེར་དེ་མིང་ལ། མིང་ལ་རག་ལུས་ཡོད་མ་རེད། དོན་ལ་རག་ལུས་ཡོད། དོན་ལ། སོ་སོ་རང་ཉིད་འགྱུར་བ་གཏོང་གི་འདུག་དང་མི་འདུག། འགྱུར་བ་གཏོང་པ་པོ་དེ་སོ་སོ་རང་ཉིད་རེད་མ་གཏོགས་པའི་མི་གཞན་དག་ཅིག་གིས་འགྱུར་བ་གཏོང་བཞག་ཟེར་གལ་ཡོད་མ་རེད། རྫས་སོ་སོ་རང་ཉིད་ཀྱིས་སོ་སོ་སོ་ལས་པའི་བསླབ་བྱ་བརྒྱབ་སོ་སོ་སོ་ལས་པའི་གྲོས་བསྡུར་བྱས་རྗེས། ཨ་ནི་སོ་སོ་སོ་སོ་ལས་པའི་སྐད་ཆ་ཡག་པོ་བཤད་རྗེས་བཏབ་པའི་གྲོས་རུ་བསྡུར་རྗེས། ཨ་ནི་ག་འདྲས་རེད་ཤིག། ལེགས་པ་ག་རེ་རེད་འདུག་ཉེས་པ་ག་རེ་རེད་འདུག་སོ་སོ་སོ་སོ་ལས་ཡག་པའི་བསླབ་བྱ་བརྒྱབ་དགོས་དེ་གལ་ཆེན་པོ་རེད་འདུག་ད་ངས་འདྲ་མིན་མ་བཤད་ད་ད་ལྟ་ལམ་རིམ་མང་དུས་ད།